ནམ་ཚེ་གཙང་མ་བཞེས་གནང་བའི་སྐོར་ལ་ང་ཚོ་ས་གནས་ནས་གནས་ཚུལ་ཁུངས་གྲུབ་གང་ཡོད་ཐུབ་པ་ཞིག་གཤམ་ལ་གཟིགས་འབུལ་ཞུ་གི་ཡིན།
བོད་རྒྱ་ལོ་ཉིས་སྟོང་བརྒྱ་དང་སུམ་ཅུ་སོ་ལྔ་བོད་ཟླ་དང་པོའི་ཚེས་ལྔ་ཉིན་ཞོགས་པ་ཕྱག་ཚོད་དགུ་པའི་ཐོག་བག་ཡོད་མཆོད་རྟེན་ཉེ་འདབས་སུ་མཆིས་པའི། སྐྱིད་གྲོང་བཀྲ་ཤིས་བསམ་གཏན་གླིང་གྲྭ་ཚང་དུ། དོ་རྒྱག་བསྟན་སྲུང་མ་ཆེ་བི་ན་རྒྱ་དམ་བཅའ་བུ་བའི་མཛད་ཚོགས་ཤིག་ཚོགས་ཡོད་འདུག་འདི་སྐབས་ཕེབས་བྱ་བྱུང་བའི་སྐུ་མགྲོན་གཙོ་བོ་སྤྱི་འཐུས་རྒྱལ་ནོར་ཚེ་དབང་མཆོག་དང་ས་གནས་འགོ་འཛིན་ས་གནས་གཞོན་ནུ་ཚོགས་གཙོ་གཞན་ཡང་རང་བསྟན་ཚོགས་ཆུང་གི་འཐུས་མི་རྣམ་པ་དབུ་བཞུགས་ཀྱི་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་སྟོང་སྒྲོག་རིན་པོ་ཆེ་ལ་རྒྱ་མཆོག་བརྒྱད་པའི་ཡོངས་འཛིན་ཡེ་ཤེས་རྒྱ་མཚན་དཔག་བཟང་པའི་སྣང་བརྙན་དང། གྲ་ཚང་གི་སྲུང་མ་མགོན་པོ་ཆོས་འབྱུང་གི་སྣང་བརྙན་གསུམ་དཔང་དུ་བཞག་སྟེ་མཁན་རིན་པོ་ཆེ་གཙོས་པའི་དགེ་འདུན་པ་ཡོངས་ནས་མགོན་པོ་ཕྱག་དྲུག་གི་བསྐང་གསོ་གནང་བྱུང་བ་དང་འབྲེལ་ནས་དགེ་འདུན་པ་རེ་རེ་བཞིན་གོང་ས་མཆོག་གི་སྣང་བརྙན་ལ་ལྗགས་བརྡ་བསྒྲོན་ཏེ་སྒྲ་རྟག་ས་གསུམ་གྱི་སྒོ་ནས་དོ་རྒྱག་བརྟན་གསོལ་དང། དེ་དང་འབྲེལ་བའི་ཆོས་དང་ཟང་ཟིང་སོགས་ལ་འབྲེལ་བ་ནམ་ཡང་མི་བྱེད་པའི་དམ་བཅའ་བརྟན་པོའི་རྣ་རྒྱ་གཙང་མ་དང་རྩ་རྟག་ཏུ་རུབ་གནང་ཡོད་ལ་ད་དུང་མཁན་རིན་པོ་ཆེ་མཆོག་ནས་མ་འོངས་པར་འདི་དགོན་དུ་དགེ་འདུན་པ་བཙུགས་རུང་དོ་རྒྱ་བརྟན་པ་དང་ཆོས་དང་ཟང་ཟིང་ལྷན་དུ་ལོངས་སྤྱོད་པ་མཐོང་བ་དང་ཐོས་པ་བྱུང་ཚེ་འདི་ག་གྲྭ་ཚང་ནས་ཕྱིར་ཕུད་བྱ་རྒྱུའི་བཀའ་སློབ་ནན་པོ་གསུང་བ། དགེ་འདུན་པ་བཙུགས་རུང་ནས་དོ་རྒྱ་བརྟན་མཁན་རྣམས་ལ་ཆོས་དང་ཟང་ཟིང་ལྷན་དུ་ལོངས་སྤྱོད་པ་མཐོང་བ་དང་ཐོས་པའི་ཚེ།